རྒྱ་ནག་གུང་ཁྲན་གྱི་ཡང་སྲིད་སྐོར་ལ་ཇུས་ངན་འཆར་དགོས། རྩོམ་པ་པོ། སྐུ་ངོས་སྲིད་ཟུར་མཁས་དབང་བློ་བཟང་སེང་གེ། དུས་བབ། Foreign Affairs Dot Com། ཡང་ན་ཕྱི་སྲིད་དུས་དེབ། ཡིག་སྒྱུར་བར། སྤྱི་ཟུར། འཇམ་བཟོད་ལགས། རྩོམ་འདི་ཧ་ཅང་རིང་བས་སྡེ་ཚན་ཁག་གསུམ་དུ་ཕྱེ་ནས་སྦྱར་ཀློག་ཞུ་གི་ཡིན། སྡེ་ཚན་དང་པོ། བོད་དབང་སྒྱུར་གྱི་ཆེད་དུ་གུང་ཁྲན་གྱི་ཆོས་ལུགས་ལ་ཡད་ཡུད་ཀྱི་ཐེ་གཏོགས། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལྔ་བཞི་ལོར་དགུང་གྲངས་བཅུ་དགུ་ལས་ཕེབས་མེད་པའི ྋགོང་ས་ཏཱ་ལའི་བླ་མའི་སྐུ་ཕྲེང་བཅུ་བཞི་པ་བསྟན་འཛིན་རྒྱ་མཚོ་མཆོག་ལ། རྒྱ་ནག་གི་གཙོ་གནད་ཆེ་ཤོས་ཀྱི་འགོ་ཁྲིད་མའོ་ཙེ་ཏུང་གིས་སྟོབས་ཤུགས་ཆེན་པོས། ཆོས་ལུགས་ནི་དུག་རེད། ཅེས་དགོངས་ན་གཞོན་པའི ྋགོང་ས་ཏཱ་ལའི་བླ་མ་མཆོག་ལ་བརྗོད། དེ་ནས་ལོ་ལྔའི་རྗེས་སུ་རྒྱ་ནག་གཞུང་གིས་བོད་དུ་དཔུང་འཇུག་གིས་བོད་རྒྱལ་ཁབ་དབང་བསྒྱུར་བྱས་པས། ྋགོང་ས་ཏཱ་ལའི་བླ་མ་མཆོག་གིས་གཙོས་བོད་མི་ཕོན་ཆེན་བཙན་བྱོལ་དུ་གྱར། རྒྱ་ནག་གུང་ཁྲན་ལྷ་མེད་སྨྲ་བའི་ལྟ་གྲུབ་འཛིན་མཁན་དེས་བོད་ཀྱི་གྲྭ་བཙུན་གཉིས་ཀྱི་དགོན་སྡེ་ཁག་དང། སྒྱུ་རྩལ་དངོས་རིགས། ལོ་རྒྱུས་ལྡན་པའི་བསྟི་གནས་ཁག་བཅས་ལ་གཏོར་བཤིག་དང། བོད་བརྒྱུད་ནང་བསྟན་ཉམས་ལེན་གནང་མཁན་རྣམས་ལ་བཙན་གནོན་བྱས། དུས་ཚོད་རིང་པོ་མ་སོང་བར་ཐེངས་མང་པོའི་རིང་པེ་ཅིན་གཞུང་གིས་བོད་བརྒྱུད་ནང་བསྟན་ལ། འཆར་གཞི་ཞིབ་འགོད་ཀྱི་ཚད་ལས་བརྒལ་བའི་དོ་སྣང་བྱས་ཤིང། གོ་ལའི་དུས་བབ། ཅེས་རྒྱ་གཞུང་གི་ཉེས་སྐྱོན་སྲུང་སྐྱོབ་པའི་བརྒྱུད་ལམ་དེས། འདས་པའི་ལོ་གཉིས་རིང་རྒྱ་གཞུང་གིས་བོད་དབང་བསྒྱུར་ཙམ་མིན་པ། བོད་ཀྱི་བླ་སྲོག་དབང་བསྒྱུར་གྱི་སྐོར་གནད་ཆེ་བའི། དཔྱད་བརྗོད་མང་པོ་སྤེལ། དཔྱད་བརྗོད་དེ་དག་གི་བརྗོད་དོན་གཙོ་བོ་ནི། རྒྱ་ནག་གུང་ཁྲན་གཞུང་གིས་བོད་མི་ཚོར་སྤྲུལ་སྐུའི་ཡང་སྲིད་ལ་དད་འདུན་ལམ་སྟོན་དང། དམིགས་བསལ ྋགོང་ས་ཏཱ་ལའི་བླ་མ་མཆོག་གི་ཡང་སྲིད་ལ་དད་འདུན་ལམ་སྟོན་བྱེད་ཕྱོགས་སྐོར་བཅས་ཡིན། ྋགོང་ས་ཏཱ་ལའི་བླ་མ་མཆོག་དགུང་གྲངས་བགྲེས་སུ་ཕེབས་པ་དང་བསྟུན་ནས་རྒྱ་ནག་གཞུང་གིས་ཁོང་གི་རྗེས་འཛིན་པའི་སྐོར་ལ་ཐེ་གཏོགས་བྱེད་ཕྱོགས་ཤུགས་ཆེ་རུ་བཏང། བོད་ཀྱི་བླ་ཆེན་དང་ཆོས་ལུགས་མི་སྣ་རྩ་ཆེན་དགོངས་པ་རྫོགས་པའི་སྐབས་ལ། སྐུ་གོང་མའི་རྗེས་འཛིན་པ་ཡང་སྲིད་ངོས་འཛིན་གནང་སྲོལ་དེ། བོད་བརྒྱུད་ནང་བསྟན་ཆོས་ལུགས་སུ་ལོ་རྒྱུས་གཏིང་ཟབ་ལྡན་པའི་ཆོས་རིག་གི་གྲུབ་ཆ་ཞིག་ཡིན། ཤུགས་དྲག་ཆེ་བའི་མའོ་ཙེ་ཏུང་གི་བཀོད་ཇུས་འོག་ནས་བྱུང་བའི་རྒྱ་ནག་གུང་ཁྲན་གཞུང་ནི། རྩིས་མེད་རང་བཞིན་གྱི་ལྷ་མེད་སྨྲ་བའི་གོམས་གཤིས་ཅན་དུ་གྱུར་པ་དེས། ད་ལྟའི་སྐབས་ལ ྋགོང་ས་ཏཱ་ལའི་བླ་མ་མཆོག་གི་ཡང་སྲིད་ངོས་འཛིན་བྱེད་ཕྱོགས་ཀྱི་ལས་རིམ་དབང་བསྒྱུར་ཐབས་ལ་འབད་བརྩོན་བྱེད་ཀྱིན་ཡོད། བག་ཚ། གང་ཡང་མེད་པའི་བྱ་སྤྱོད་དེས་བོད་དབང་བསྒྱུར་དང ྋགོང་ས་ཏཱ་ལའི་བླ་མ་མཆོག་གི་ཡང་སྲིད་ལམ་ལུགས་རྣམས། ཉེན་ཁའི་ཕྱོགས་སུ་འཁྲིད་པའི་ཐབས་ཇུས་མ་ཟད། བོད་མི་རིགས་ཀྱི་གཏིང་ཟབ་པའི་རིག་གཞུང་དང་དཔལ་ཡོན་ལ་ཧམ་རྫུན་བྱས་པ་ཞིག་ཡིན། ད་དུང་གནད་དོན་འདིའི་ཐད། དྲིལ་བསྒྲགས་གཞི་རྒྱ་ཆེ་རུ་གཏོང་ཐབས་སུ། རྒྱ་ནག་པེ་ཅིན་གཞུང་གིས་བོད་ཀྱི་དགེ་འདུན་པ་བསྡུ་རུབ་ཀྱི་ལྷན་ཚོགས་འཛུགས་པ་དང། དེའི་ལས་དོན་ཐག་གཅོད་ཀྱི་གལ་གནད་ཆེ་ཤོས་གུང་ཁྲན་གྱི་གཞུང་འབྲེལ་མི་སྣའི་འགན་འཁུར་བརྒྱུད ྋགོང་ས་ཏཱ་ལའི་བླ་མ་མཆོག་གི་ཡང་སྲིད་དེ་དག་གིས་བདེན་སྒྲུག་བྱ་རྒྱུའི་འཆར་འགོད་ཆེད། རྒྱ་ནག་གི་དབང་འཛིན་པ་ཚོས་པེ་ཅིན་དང། བོད་ཀྱི་རྒྱལ་ས་ལྷ་སའི་གཉིས་ཀའི་ནང་འགྲེམས་སྟོན་ཁང་ཕྱི་བཙུགས་ཀྱིས། རྒྱ་ནག་གཞུང་ལ་ཡང་སྲིད་འདེམས་སྒྲུག་ཐད་ལ་ཁྲིམས་མཐུན་གྱི་བདག་དབང་ཡོད་སྐོར་གསལ་ཁ་འདོན་ཐབས་བྱེད་བཞིན་པའི་འཁོན་རྒྱུགས་དེ་འདྲ་བས། ཡ་ང་བག་ཚ་མེད་པར་བོད་ཀྱི་སྲོལ་རྒྱུན་གཏོར་བཤིག་དང། བོད་མི་རིགས་ཀྱི་སེམས་ཁམས་སུ་གལ་གནད་ཆེ་བའི་གནད་དོན་ཞིག་མེད་པ་བཟོ་རྒྱུ་རེད། བོད་བརྒྱུད། ནང་བསྟན། དུ་སྲོལ་རྒྱུན་ཡང་སྲིད་ལམ་ལུགས་ཀྱི་སྒྲོམ་གཞི་ལྟར། ྋགོང་ས་ཏཱ་ལའི་བླ་མ་མཆོག་གི་འབྱུང་འགྱུར་ཁོང་གི་རྗེས་འཛིན་པའི་ལས་དོན་གནང་ཕྱོགས་སོགས། ཁོང་ཉིད་ཀྱིས་ངེས་པར་དུ་ཁ་ཕྱོགས་གསལ་སྟོན་གནང་གི་རེད། སྲོལ་རྒྱུན་ལམ་ལུགས་བཞིན ྋགོང་ས་ཏཱ་ལའི་བླ་མ་མཆོག་དགོངས་པ་གཞན་དོན་དུ་མ་གཤེགས་པའི་སྔོན་དུ། ཁོང་གི་རྗེས་འཛིན་པ་འཚོལ་ཞིབ་ངོས་འཛིན་གནང་ཕྱོགས་ཐད་ལམ་སྟོན་འཇོག་གི་རེད། འོན་ཀྱང། པེ་ཅིང་སྲིད་གཞུང་གིས་བོད་དུ་ཆོས་སྲིད་གཉིས་ཀའི་བདག་དབང་བཙན་བཟུང་བྱེད་འདོད་པ་དང། རྒྱ་གཞུང་གི་ཁྲིམས་འགལ་གྱི་བྱ་སྤྱོད་དེའི་ནང། ཁྲིམས་ལུགས་ལ་ཐེ་ཇུས་མཁན། ལོ་རྒྱུས་རང་ཉིད་ཀྱི་དགོས་མཁོ་ལ་བསྒྱུར་མཁན། ྋགོང་ས་ཏཱ་ལའི་བླ་མ་མཆོག་ལ་རང་ཆས་སུ་མངའ་བའི་རང་ཉིད་ཀྱི་རྗེས་འཛིན་པ་འདེམས་སྒྲུག་ལམ་སྟོན་གྱི་སྐུ་དབང་ཆ་ཚང་བ་བཀག་འགོག་བྱེད་མཁན་བཅས་ཚུད་ཡོད། རྒྱ་གཞུང་གིས་གཞི་རྒྱ་ཆེ་བའི་བྱེད་ཐབས་དེས་བོད་ཀྱི་རིག་གཞུང་ལ་བཙན་གནོན་དང། བོད་ཀྱི་མི་རིགས་ཀྱི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ལ་ཚབས་ཆེན་གཏོར་བཤིག་བཏང་པ་ཞིག་ཆགས་ཡོད། བྱུང་རབས་རྙིང་པ་ལ་འགོ་འཛུགས་གསར་པ། ྋགོང་ས་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ནི་འཛམ་གླིང་ས་ཕྱོགས་གང་ས་ནས་ཆེས་བརྩེ་མཐོང་ཆེ་བའི་ཆོས་ཀྱི་དབུ་ཁྲིད་ལ་ངོས་འཛིན་དང། ཁོང་གི་རྗེས་འབྲང་པ་ཧ་ཅང་ཕོན་ཆེ། མུ་མཐུད་ནས་གཞི་རྒྱ་ཆེ་རུ་འགྲོ་བཞིན་ཡོད། ཁོང་གི་ཞི་བདེ་དང་སྙིང་རྗེའི་སྐོར་ནན་གྱིས་གནང་བའི་ལམ་སྟོན་སློབ་གསོ་རྣམས། ཆོས་ལུགས་དང་རིག་གཞུང་ཁག་གི་ཁྱབ་ཁོངས་སུ་སྙན་གྲགས་རྒྱས་པ་དང། འདས་པའི་ལོ་བཅུ་ཕྲག་འགའི་ནང་རྒྱལ་སྤྱིའི་ཐོག་ཆེས་མཐོའི་བརྩི་མཐོང་ལྡན་པའི་དབུ་འཕང་བཏོད་ཡོད། འཚེ་མེད་ཞི་བ་དང་འཛམ་གླིང་ཞི་བདེའི་ཞབས་སྟེགས་རླབས་ཆེན་དེར། ནོ་བེལ་ཞི་བདེའི་གཟེངས་རྟགས་དང་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་བཅས་དེ་མིན་གྱི་གཟེངས་རྟགས་རིམ་པ་འབུལ་བཞེས་གནང་ཡོད། འཛམ་གླིང་གི་ས་ཕྱོགས་གང་ས་ནས་གོང་ས་ཏཱ་ལའི་བླ་མ་མཆོག་ལ་གུས་བཀུར་ཆེན་པོ་ཐོབ་བཞིན་པ་ལ། རྒྱ་ནག་གཞུང་ཕྱོགས་ནས་ངོ་ཚ་ཁྲེལ་མེད་ཀྱིས་ཁོང་ལ་རྒོལ་ལན་བྱེད་ཅིང། རྒྱ་ནག་གཞུང་གིས་ཡང་ནས་ཡང་དུ་ཁ་བྲལ་བ་དང། དྲ་རྗེས་གོན་པའི་སྤྱང་ཀི་ཟེར་བ་དང། ཁོང་གི་རྗེས་འབྲངས་པ་ཚོར་ཏཱ་ལའི་རུ་ཚོགས་ཞེས་དམའ་འབེབས་བྱེད་བཞིན་ཡོད། ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས ྋགོང་ས་ཏཱ་ལའི་བླ་མ་མཆོག་རྒྱ་གར་དུ་བཙན་བྱོལ་བ་བཞུགས་པ་དེ། རྒྱ་ནག་པེ་ཅིན་སྲིད་གཞུང་གིས་ཉེན་ཁ་ལ་ངོས་འཛིན་བྱེད་ཀྱིན་ཡོད། ཉེན་ཁ་དེ་རྒྱ་ནག་གཞུང་གི་བསམ་པ་ལས་ཤུགས་རྐྱེན་ཆེ་བ་ཡོད་རུང། ྋགོང་ས་ཏཱ་ལའི་བླ་མ་མཆོག་གིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ལོ་ནས་བོད་རང་བཙན་མ་རྩོད་པར་རྒྱ་ནག་གི་རྩ་ཁྲིམས་སྒྲོམ་གཞིའི་འོག་ཏུ་མིང་དོན་མཚུངས་པའི་རང་སྐྱོང་རྩོད་གནང་ཡོད། སྤྱི་ལོ་ཉིས་སྟོང་བཅུ་གཅིག་ལོར་ཁོང་གིས་ཆབ་སྲིད་དང་འཛིན་སྐྱོང་གི་སྐུ་དབང་རྣམས་བོད་མི་མང་གིས་འོས་འདེམས་བྱས་པའི་འགོ་ཁྲིད་ལ་རྩིས་སྤྲོད་གནང་ཟིན་རུང། རྒྱ་གཞུང་གིས་ད་དུང་ཡང་ཁོང་ནི་ཆབ་སྲིད་ངོ་རྒོལ་གྱི་སྣེ་ཁྲིད་པ་ཡིན་པའི་སྐྱོན་བརྫོད་མུ་མཐུད་ནས་བྱེད་བཞིན་ཡོད། ཕྱི་ཟླ་བདུན་པའི་ནང ྋགོང་ས་ཏཱ་ལའི་བླ་མ་མཆོག་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་ཀྱིན་ཡོད་ཅིང། ཕྱོགས་གཞན་ཞིག་ནས་དགུང་གྲངས་དེར་ཕེབས་པའི་ལོ་སྐོར། ཁོང་གིས་རྗེས་འཛིན་པའི་སྐོར་གླེང་སློང་གནང་སྲིད་པ་ཞིག་རེད། རྒྱ་ནག་གཞུང་གིས ྋགོང་ས་ཏཱ་ལའི་བླ་མ་སྐུ་དྲིན་རྗེས་མ་དེ་གང་ཟག་སུ་འདྲ་ཞིག་ཆགས་མིན་ལ་བསམ་གཞིགས་དང་མཉམ་དུ་རྒྱ་ནག་གཞུང་འབྲེལ་མི་སྣ་ཚོས་གཏིང་ཟབ་པའི་བོད་ཀྱི་སྲོལ་རྒྱུན་སྤྲུལ་སྐུའི་ལམ་ལུགས་ལ་ཧ་ཅང་གི་དོ་དབྱིངས་ཆེན་པོ་བྱེད་ཀྱིན་ཡོད། སྤྲུལ་སྐུའི་ལམ་ལུགས་ཀྱི་སྒྲོམ་གཞིའི་ནང་ཡང་སྲིད་དུ་ཕེབས་པའི་ན་གཞོན་བླ་མ་དེར་སྐུ་གོང་མའི་ཆོས་ལུགས་ཀྱི་སྐུ་དབང་དང་དཔལ་འབྱོར། ཆབ་སྲིད་ཀྱི་འོས་འགན་རྣམས་རང་ཆས་སུ་མངའ་བ་ཡིན། བླ་མའི་ཡང་སྲིད་ངོས་འཛིན་བྱེད་ཕྱོགས་ཀྱི་ལས་རིམ་དེ་ཡང། སྐུ་གོང་མས་ཡང་སྲིད་ངོས་འཛིན་གནང་ཕྱོགས་ཀྱི་ལམ་སྟོན་བཞག་པ་རྣམས། གཞིར་བཟུང། མཁས་གྲུབ་གཉིས་ལྡན་གྱི་བླ་མ། སྐྱ་ཆེན་ཚོས་འགན་ཁུར་གནང་གི་ཡོད། ྋགོང་ས་ཏཱ་ལའི་བླ་མ། མཆོག་གི་ཡང་སྲིད་ངོས་འཛིན་གནད་དོན་བྱུང་རབས་དང། བོད་གཞུང། དང་ཡང་ན ྋགོང་ས་ཏཱ་ལའི་བླ་མ་མཆོག་གིས་བསྐོ་གཞག་གནང་བའི་རྒྱལ་ཚབ་ཀྱི་གཙོ་འཛིན། གནང་སྲོལ་ཡོད། འདས་པའི་དུས་རབས་འགའི་རིང། བླ་མའི་ཡང་སྲིད་མང་པོ་མཐོ་སྒང་བོད་ཀྱི་ས་ཁུལ་ཁག་ཏུ་ངོས་འཛིན་གནང་ཡོད་ཀྱང། བོད་བརྒྱུད་ནང་བསྟན་དར་སར་ཧི་མ་ལ་ཡའི་ས་ཁུལ། འབྲུག་རྒྱལ་ཁབ་དང། རྒྱ་གར། བལ་ཡུལ། ད་དུང་ཆེན་པོ་ཧོར་གྱི་ཡུལ། ཨུ་རུ་སུ་རྒྱལ་ཁབ་ཀྱི་ཁྱབ་ཁོངས་སུ་བོད་བརྒྱུད་ནང་བསྟན་ཉམས་སུ་ལེན་མཁན་དང། དམིགས་བསལ་ཨུ་རུ་སུའི་ནང་གྲངས་ཉུང་མི་རིགས། Burya། བྲིས་དང། ཁཱལ་མི་ཁི་ཡཱ། ཐོ་བ་བཅས་ཚུད་ཡོད།